འདི་ནི་བྱང་ཆུབ་སེམས་འགྲེལ་ལས་རྨི་ལམ་ཟབ་པའི་གནས་སྐབས་ལ་དོན་བྱེད་པ་ལ་ཁྱད་པར་མེད་ཅེས་གསུངས་པ་རེད། བྱང་ཆུབ་སེམས་འགྲེལ་ཟེར་བ་འདི་མགོན་པོ་ཀླུ་སྒྲུབ་ཀྱིས་བརྩམས་པའི་དོན་བརྒྱུད་ཅིག་ཡིན་པ་ལ་ཨ་ནི་གསང་བ་འདུལ་བའི་ནང་གི་ཚན་པ་ཆུང་ཆུང་ཅིག་གི་འགྲེལ་བྱེད་ཡིན་པའང་དེ་འདྲ་ཞིག་རེད། རྨི་ལམ་ཟབ་པའི་གནས་སྐབས་ལ་དོན་བྱེད་པ་ལ་ཁྱད་པར་མེད་ཟེར་བའི་ཚིག་འདིའི་དོན་དག་ག་རེ་ལབ་ན་རྨི་ལམ་གྱི་གནས་སྐབས་ལ་སྣང་བའི་ཨ་ནི་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་ག་འདྲ་ཅིག་ཡིན་ན་འདྲ། ཡང་ན་གསད་པའི་ནི་སྐབས་སུ་སྣང་བའི་གཟུགས་སྒྲ་དྲོད་རེག་བྱ་ལ་སོགས་པ་གང་འདྲ་ཅིག་ཡིན་ན་འདྲ། ཨ་ནི། དེ་སྟོན་བྱེད་ཐོབ་པ་དང་སྟོན་བྱེད་མི་ཐོབ་པ་ལ་ཁྱད་པར་ཡོད་པ་མ་རེད། དེ་ག་རེ་ལབ་ན་རྨི་ལམ་གྱི་ནི་སྐབས་ལ། ཨ་ནི་སྣང་བའི་སྣང་བ་དེ་དག་གིས་རྨི་ལམ་རྨི་མཁན་གྱི་གང་ཟག་དེ་ལ། དགའ་སྐྱོ་ཆགས་སྡང་ལ་སོགས་པ་ཡང་ན་ཚོར་བ་བདེ་སྡུག་བཏང་སྙོམས་ཚང་མ་སྟེར་ཐུབ་ཀྱི་ཡོད་པ་རེད། རྨི་ལམ་དུ་སྤུ་ཞི་བ་སྨྲས་པའི་དབང་གིས་རྨི་ལམ་དུ་ཚོར་བ་སྡུག་བསྔལ་བྱུང་ནས། མིག་ཆུ་ཤོར་བ་ལ་སོགས་པའི་གནས་སྟངས་དེ་ཡང་ཡོང་གི་ཡོད་པ་རེད། ས་པའི་གནས་སྐབས་སུ་པུ་ཤི་ནས་དེའི་དབང་གིས་ཚོར་བ་སྡུག་བསྔལ་བྱུང་ནས། ཨ་ནི། མིག་ཆུ་ཤོར་བ་ལ་སོགས་པའི་གནས་སྟངས་དེ་ཡང་བྱུང་གི་ཡོད་པ་རེད། འོ་ན་རྨི་ལམ་དང་ས་པའི་གནས་སྐབས་ཀྱི་སྣང་བ་ཐམས་ཅད་རྫུན་པ་ཡིན་པ་གཅིག་པ་རེད། སྟོན་ལ་མི་གནས་པ་གཅིག་པ་རེད། ཡིན་ཙང་ཡང་དག་ཀུན་རྫོབ་དང་ལོག་པའི་ཀུན་རྫོབ་ཀྱི་ཁྱད་པར་ཁྱད་པར་ཡོད་པ་མ་རེད། འོ་དེ་འདྲ་སོང་བ་རེད། རྗེས་མ་རྨི་ལམ་གྱི་རྟ་གླང་དང་རྟ་གླང་དངོས་ཡང་ན་རི་མོར་བྲིས་པའི་བ་གླང་དང་བ་གླང་དངོས་གང་ཡིན་ཀྱང་བློ་འཁྲུལ་བའི་ངོར་དོན་བྱེད་ནུས་པར་ཉན་པ་དང་རིག་པ་ཡེ་ཤེས་ཀྱི་ངོར་དོན་བྱེད་མི་ནུས་པ་ཉན་པ་ཡིན། ནས་གང་དུ་བཤད་པ་ནང་བཞིན་དུ་རྒྱུ་མ་གིས་སྤྲུལ་བའི་རྟ་དང་གླང་པོ་ཡིན་ན་འདྲ། ཡང་ན་རི་མོར་བྲིས་པའི་རྟ་དང་གླང་པོ་ཡིན་ན་འདྲ་དེ་ལ་བརྟེན་ནས་དགའ་སྐྱོ་ཆགས་སྡང་ལ་སོགས་པའི། རྣམ་རྟོག་དང་རྣམ་རྟོག་དེ་ལ་བརྟེན་པའི་ཚོར་བ་ཐམས་ཅད་སྐྱེ་གི་ཡོད་པ་རེད། ཡིན་ཙང། ཨ་ནི་རྨི་ལམ་གྱི་གནས་སྐབས་ཀྱི་རྟ་གླང་རྫུན་མ་དེ་ཡིན་ན་འདྲ་གཉིད་གསད་པའི་གནས་སྐབས་ཀྱི་རྟ་གླང་དངོས་དེ་ཡིན་ན་འདྲ་ཨ་ནི་དགའ་སྐྱོ་ཆགས་སྡང་གི་ཚོར་བ་སྐྱེ་བ་དེ་གཅིག་པ་རེད། ཨ་ནི། འཕགས་པའི་མཉམ་གཞག་ཡིད་བྱེད་ཀྱི་ངོ་ལ་དེ་དག་གང་ཡང་དོན་ལ་མ་འཕྲོད་པ་རྨི་ལམ་གྱི་གནས་སྐབས་ཀྱི་རྟ་གླང་དེ་ཡང་དོན་ལ་འཕྲོད་ཡོད་པ་མ་རེད་སྣང་བ་འཁྲུལ་བ་ལ་བྱུང་བ་རེད་གསད་པའི་གནས་སྐབས་ཀྱི་རྟ་གླང་འདི་དག་ཀྱང་ཨ་ནི་སྣང་བ་འཁྲུལ་བ་ལ་བྱུང་བ་རེད་དེ་དག་འཕགས་པའི་མཉམ་གཞག་ཡིད་བྱེད་ཀྱི་ངོ་ན་མེད་པ་ཡང་གཅིག་པ་རེད། ཡིན་ཙང། ཀུན་རྫོབ་ལ་ཡང་ལོག་གཉིས་སུ་མི་འགྱེད་ཟེར་བ་འོ་དེ་འདྲ་གི་དོན་དག་རེད། དེ་ནི་འཇིག་རྟེན་གཞན་དངོས་ལ་ཀུན་རྫོབ་ལ་ཡང་ལོག་གཉིས་སུ་འཇོག་ཀྱང་རང་ལུགས་ལ་མི། འདིའི་སྐོར་དེ་འདིའི་སྒང་དུ་ཡང་མང་པོ་ཞིག་བཤད་ཟིན་པ་ཡིན།